ཨཱ་ནི་ང་ཚོ་མི་དམངས་ཚོས་ཚོ་གས་ག་རེ་ག་རེ་བྱེད་དུ་རོ་ཨ། འོ་འདི་སྐོར་ལ་རོབས་ཤིག་ཀྱ་ད་ཉེན་རྡུང་ཅི་ངེས་ཀྱི་ཕྱོགས་བྲེལ་གྱིས། སྤྱི་དོན་ཚོགས་པ་འདི་ད་ལྟ་བར་དུ་དངོས་གནས་ཁོ་རང་ཚགས་ཚུད་པོ་ཨཱ་ནི་དཔེ་མ་སྲིད་ཀྱི་ད་ལྟ་བར་དུ་དཔེ་ཡག་པོ་འགྲོ་བསྡད་ཡོད་རེད་ཨཱ་ནི་དཀའ་ངལ་ཆེན་པོ་འདི་འདྲ་འཕྲལ་དུ་གང་ལ་ང་ཚོ་དམངས་ཀྱི་མི་མང་དུ་ཚོ་གདོང་ལེན་དཔེ་མ་སྲིད་ཀྱི་ཤུགས་ཆེན་པོ་བྱས་ཡོད་རེད། ད་འདི་ང་ཚོའི་གི་འདི་གི་ཞེན་ཁོག་འདི་སྤྱི་སེམས་ཀྱི་ཞེན་ཁོག་རེད་ད་འདི་སྤྱི་བ་ལ་སྤྱི་བ་ལ་ཞེན་ཁོག་འདི་ད་ཞེན་ཁོག་འདི་ཚོ་ཞེན་ཁོག་ཡག་རེད་བ། ཨ་ནི་འདི་འདྲའི་གི་སྒྲུབ་བྱེད་ད་ལྟ་ང་ཚོ་ལ་ག་རེ་སྟོན་ཡས་ཡོད་རེད་ཟེར་ལབ་བ་ཡིན་ན་ད་ང་ཚོ་ལ་དངོས་གནས་ཁོ་རང་ང་ཚོའི་སྤྱི་ཁང་འདི་ལ་སོ་སོ་གནང་འདྲ་བོ། ཨ་ནི་ཚང་མས་གི་ཧ་རུ་བ་རུ་བྱེད་ནས་ད་ལྟ་ད་དེ་འདྲའི་ཧྲ་ཐག་ཐག་ཅིག་ཆགས་འདི་ཡོད་རེད། མཆོད་ཁང་འདི་ཚོ་དཔེ་མ་སྲིད་གི་གྲ་རྒྱས་བོ། ཨ་ནི་མཐུན་རྐྱེན་ཡག་པོ་ད་ཉི་མ་དཀའ་ངལ་མང་པོ་འཕྲད་ཡོད་རེད་ང་ཚོ་ཚོགས་ཁང་འདི་ཉོ་བའི་སྐབས་ལ་དཔེ་ཞྭ་མ་དང་དཔེ་ཞྭ་མ་རག་པ་གཞུང་བཞེས་ཕྱར་གྲོ་བྱས་དཀའ་ངལ་མང་པོ་འཕྲད་ཡོད་རེད་ད་ཡིན་ན་མི་མང་གིས་ད་ཁྱོད་ནས་ཁོ་རང་དཀའ་ངལ་འདི་ད་གདོང་ལེན་བྱེད་ནས

ཨ་ནེ་རྒན་འཁོགས་དེ་ཚོ་ཡིན་ནས་པད་མ་སྲིད་ཀྱིས་ང་ཚོ་སྤྱི་ཁང་ལ་ད་ལྟ་བར་དུ་ཞབས་ཕྱི་ཞུས་འདུག་འོ་རེད་ཕྱག་གསོལ་བའི་འདྲ་བོ་ཁ་ལག་གསོལ་བའི་འདྲ་བོ་དེ་ནི་ད་ཨ་ནེ་ད་དེ་ལ་གྲ་སྒྲིག་དངོས་གནས་ཁོ་རང་ད་ལོག་འདྲའོ་འདི་གི་སྔོན་ལ་ཡིན་པ་ཡིན་ན་ད་པད་མ་སྲིད་ཀྱི་ག་དུས་ཡིན་ན་ད་བྲེལ་ལ་རེད་ད་ཕ་གིའི་སྤྱི་ཁང་དེ་ལ་ང་ཚོ་འཛོམས་འཛོམས་ཡོད་ཡོད་རེད་ད་ཅིག་དུས་དྲན་གསུང་འཕྲིན་བྱེད་ཡ་རེད་ཨ་ནེ། ཨོ་ཡ་ད་ཨ་ནི་ད་ད་སྨོན་ལམ་འདི་འདྲའི་འཚོལ་བ་ཡིན་ན་རེད། བཀའ་འགྱུར་བཀའ་འགྱུར་བསྟན་འགྱུར་འདི་འདྲའི་འདི་བྱེད་ཡ་གྲ་སྒྲིག་བྱེད་ཡ་ཡིན་ན་རེད་ལོག་ལོག་ལ་ཡ་འདི་བྱེད་དགོས་རེད། དཔེ་ཆ་འདོན་གྱི་ཡོད་རེད། འོ་འདི་འདྲའི་འདྲ་བོ་ད་གང་ད་གྲ་སྒྲིག་སྣ་མི་སྣ་ཚོགས་ཡོད་རེད་ད་ལོག་འགྲོན་འདི་སྐབས་ལ་ང་ཚོ་བྱས་མ་ཐུབ་བྱེད་ཐུབ་ཀྱི་ཡོད་མ་རེད་དེ་ནི་བྱེད་ཆོག་གི་ཡོད་མ་རེད། འདི་འདྲའི་སྐབས་ལ་ནི་ག་རེ་ག་རེ་བྱེད་ཡོད་མེད་འདི་ངེད་ཀྱིས་ནི་རྣམ་པ་ཚོ་ལ་ད་རིང་ཕྱོགས་བསྒྲིགས་བྱེད་ཞུ་ཡ་ཡིན། ཨ་ནི་སྤུ་གུ་ལ་ཆ་བཞག་བས་ན་གཟའ་ཉི་མ་གཟའ་སྤེན་པ་ཉི་མ་གཟའ་ཉི་མ་འདི་ལ་ཡང་རྟག་པར་ཞིག་བོད་པའི་སྐད་ཡིག་རིག་གཞུང་གང་ལ་སློབ་ཁྲིད་གནང་གི་ཡོད་རེད་ཕ་གི་ལ་ཚོགས་ཁང་ལ། འོ་དེ་འདྲ་རེད་ད་ང་ཚོ་ལོག་ཏའུ་སྐབས་ལ་ཡ་ག་རི་ག་རི་བྱེད་ཡིན་མེད་དེ་རྣམ་པ་ཚོ་ལ་གསལ་བཤད་ཞུ་ཡ་ཡིན་ད་ལྟ་ཧ་ཨེ་བདེ་བི་དེ་ཡན་དུ་འདི་སྟོན་ཡ་ཡིན། ཨ་ནི་ད་ལྟ་བ་དུ་ཕྱག་ལས་གནང་མྱེད་འདི་ཚོ་དངོས་གནས་ཁོ་རང་ད་ལྷག་བསམ་གནང་ད་ཁ་ཆེ་གཉིས་མེད་ཐོག་ནས་ནི་ལས་ཀ་དཀའ་ལས་རྒྱག་ཡོད་རེད། ཚང་མས་ཀྱི་མཐོང་ཡོད་རེད་ཐོས་ཡོད་རེད། འདི་ཚོ་མཐོང་བསྡད་ཀྱི་རེད། འོ་དེ་འདྲ་རེད་པས་མ་སྲིད་ཀྱི་འགྲོ་འགྲོ་མི་མང་འདི་ཚོ་དངོས་གནས་ཁོ་རང་སེམས་ཁུར་ཆེན་པོ་དང་ཞེན་ཁོག་ཆེན་པོ་ཅིག་ཡོད་བས་ཀྱི་ང་རང་ལ་སྤོ་བ་དང་འགྲོ་འགྲོ་ལ་བསྡད་བས་ཀྱི་སྤོ་བ་ཡོད་ཞུས་བས་ཡིན། ཨ་རིག་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡིན། ཀྲོན་ཀྲོན་ནང་ལོག་ལ་དེ་ཉིད་དུ་སོ་སོ་སོ་སོ་སྤོ་བོ་ག་རེ་ཡོད་རེད་ལབ་བ་ཡིན་ན། ད་ཕྱིས་མི་རིགས་ཀྱི་ཀྲོན་ཀྲོན་ནང་ལ་རྒྱལ་ཁབ་མི་རིགས་འདྲ་མི་འདྲ་ཡོད་རེད། དེ་ཚོ་གི་བོད་པའི་བོད་པ་ལ་མཐོང་ཚུལ་ག་རེ་ཡོད་རེད་ལབ་ན་བོད་པ་ལ་ཡི་དེ་དངོས་གནས་ཁོ་རང་གཅིག་བསྒྲིལ། གཅིག་བསྒྲིལ་བྱས། ཨ་ནི་གཞན་མགོ། པད་མ་སྲིད་ཀྱི་ཡག་པོ་གི་ད་ལྟ་བར་དུ་རྣམ་པ་ཡག་པོ་ཅིག་བསྟོད་ར་གཏང་ས་ཅིག་ཆགས་བསྡད་ཡོད་རེད། དཔེར་ན། ང་ཚོ་ད་ད་ལྟ་སྡེ་བ་གི Politician དེ་ཚོ་ཡོད་རོ། Member of Parliament། MPP MP ད་སྡེ་བ་ས་གནས་ཀྱི་ཁག་གི། Toronto Mississauga Park དེ་ལ་ད་དེ་མི་ཡང་ཚང་མ་མེན་པར་མང་པོ་གཅིག་གིས་ད་བསྟོད་ར་བཏང་ས་ཞིག་ཆགས་འདོད་རེད་ང་ཚོ་བོད་པའི་གི་སྤྱི་ཚོགས་དེ་དངོས་གནས་ཁོ་རང་ཧྲ་ཐག་ཐག་ཡག་པོ་ཚགས་ཚུད་པོ་གཅིག་བྱེད་བསྔགས་བརྗོད་འདྲ་བོ་གཅིག་ཡོད་རེད་ད་ད་བ་དུ་རོ་ཨ་ནི་འདི་དངོས་གནས་ང་ཚོ་བོད་པ།

ང་ཚོས་ཀྱི། ད་ཨ་ཅག་ལ་ཁ་ཞེ་གཅིག་ཡོད་རེད་དངོས་གནས་ཁོ་རང། དཔེ་མ་སྲིད་ཀྱི། ད། ག་ར་བ་ད། དཀའ་ལས་རྒྱབ་ཆེ་ཨ་ནི། ཁ་རས་དང་མགོ་རས་དང་དེ་ཚོ། བཟོས་ཡོད་རེད། དཔེ་མ་སྲིད་ཀྱི་དཀའ་ལས་རྒྱག་སོང། ད་མི་སྒེར་གྱི། དེ་འདྲས་ཞུ་བ་ཡིན་ན་དེ་འདྲས་བྱེད་ཉེས་དཔེ་མང་པོ་བྱུང་ཡོད་རེད། ད་མིང་རེ་རེ་བགྲང་ན་ནི་དངོས་གནས་གོར་ཆའི་ཉེན་ཁ་རེད་ཡིན་ནའི་ངས་གི་ད་འདི་ནང་ལ་མཉམ་པོ་མཉམ་པོར་པར་ཁ་ཤས་དེ་གི་བླུག་གི་ཡིན་གང་ཡོང་ཡོང་ཅི་འདི་ནང་ལ་བི་དྲོ་ནས་བླུག་གི་ཡིན་ཨ་འདི་ཚོ་རྣམ་པ་ཚོ་ཟེར་གི་རེད་ཨ་ནི་སྤྱི་དོན་ཚོགས་པ་ཡིན་ནི་རེད་ད་གང་ད། སྒེར་ཚོགས་པ་དེ་འདྲས་ནི་ང་ཚོ་མང་པོ་ཡོད་རུང་བ་དེ་ལ་བུད་མེད་ཚོགས་པ་གཞོན་ནུ་དེ་ནི་ད་འདོད་ཆོས་གཞི་གང་སྒྲུབ་དང་ད་ཚོགས་པ་མང་པོ་བརྗོད་རེད་དེ་ཚོ་གི་དངོས་གནས་ཁོ་རང་ཕྱར་གྲུ་མཉམ་འདེགས་ཀྱི་ལས་ཀ་ད་འདའ་བ་འདུག་ང་ཚོ་ད་ཨོན་ཁྲ་རིའོ་བོད་རིགས་སྤྱི་མཐུན་ཚོགས་པ་སི་ཏི་ཨེ་ཨོ་གི་འོག་ལ་ཡ་ནི་ཚང་མའི་གི་ཡ་ག་ལོར་ད། ཕྱར་གྲུ་མཉམ་འདེགས་ལས་ཀ་ཚང་མ་མཉམ་པོ། མཐུན་ལམ་གྱི་ཐོག་ལ་གུས་ཞབས་ཀྱི་ཐོག་ལ་བྱེད་ཀྱི་ཡོད་རེད་ད་ལྟ་བར་དུ་བྱེད་ཡོད་རེད་འདི་དངོས་གནས་ཁོ་རང་ང་ཚོ་མཐོང་མཐོང་རེད། འོ་འདི་འདྲས་ཡོད་རེད་ཀྲོ་རོན་ཀྲོ་ལ་རྣམ་པ་ཚོ་བཟི་རོགས་གནང་ཐུགས་རྗེ་ཆེ། ཡ་ད་རིང་ཡང་བསྐྱར་དཔག་བསྒྲལ་ལ་ཨ་ནི། འོས་བསྡུའི་ཚོགས་ཆུང་བཅས་བོད་རིགས་སྤྱི་མཐུན་ཚོགས་པ་གི་གོ་སྒྲིག་ཆེད་ཞྭ་ད་རིང་བདེ་ལ་ཡ་རང་དབང་རང་བཙན་ལག་དེབ་ཀྱི་དེབ་ངོས་ཕུལ་ཡོད་མེད་དང Registered བྱེད་ཀྱི་འདུག་ཉིས་སྟོང་ཉི་རྩ་གཅིག་གི་སྲིད་སྐྱོང་འོས་ཤོག་བླངས་ཆོ་བས་ཀྱི་འདི་གང་ལ Registered བྱེད་ཀྱི་འདུག་རྣམ་པ་ཚོ་ཕེ་རུ་ནང་ཞུས་དེར། ཨཱ་ནི་དེ་དང་མཉམ་དུ། ད་ལྟ་ང་ཚོ་ཧོང་ཁྲ་རིལ་བོའི་སྤྱི་མཐུན་ཚོགས་པ་ནས་ཨཱ་ནི་ཁ་རས་ཨཱ་ནི་རིན་མེད་ཐོག་ལ་ཨཱ་ནི་ཕུལ་གྱི་འདུག་ཞོའི་ཐུ་ཆེ་ན། ཨཱ་ནི་ད་རེས་ང་ཚོ་ཡང་བསྐྱར་ལྷག་དཀར་སྐབས་ལ་ཨཱ་ནི་བོད་རིགས་སྤྱི་མཐུན་ཚོགས་པ་གིས་ཨཱ་ནི་གཟའ་ལྷག་པ་ཉིན་ད་ཨཱ་ནི་དེ་འདྲས་སུ་གོ་སྒྲིག་གནང་དགོས་རེད་ཞེས་ཐད་གཏོང།